སྔོན་མ་སྦེལ་ལྗིམ་ལ་དེ་ལྟ་བུའི་ལམ་ཁ་ལ་ཀི་ལོ་མི་ཏེར་དགུ་བཅུ་རྒྱུགས་ན་འགྲིག་གི་རེད། ཡིན་ནའང་དེང་སང་ཚད་འཇོག་ཚད་དེ་དམའ་རུ་བཏང་བཞག་རེད། དེང་སང་བདུན་བཅུ་མ་གཏོགས་བཏང་ཆོག་མ་རེད་ཡིན་ན་ཡང་དེ་ཀི་ལོ་མི་ཏེར་དགུ་བཅུ་ཡང་ན་བརྒྱ་དང་ཉི་ཤུ་རྒྱུགས་ཡག་གི་གོ་སྐབས་ཡག་པོ་དག་ཞིག་ལྟ་བུ་འདུག་ཨ། མིན་ནའང་མི་འདུག་ཨ་ནི།

ཕར་ཞོག་པར་རྒྱབ་ཀྱི་པར་འབར་ལ་ཨ་རེ་དུས་ཚོད་ག་ཚོད་ཞིག་ཡོད་རེད་དེ་ལྟ་ཁོ་རང་ལྟ་གི་རེད་གལ་ཏེ་ད་མོ་ཏྲ་དེ་ང་བོ་སླེབས་བཞག་ཡོད་ན་ང་བོ་ཟེར་ན་ད་དེ་ཕར་ཞོག་ནས་ཕར་ཀི་ལོ་མི་ཏྲ་ལྔ་དྲུག་གི་རྗེས་ལ་སླེབས་པ་ལ། ཀི་ལོ་མི་ཏེར་བདུན་ཅུ་ཏག་ཏག་རྒྱུགས་ན། ད་སྐར་མ་ག་ཚོད་ཡིན་ན་སྐར་མ་གསུམ་མིན་ན་བཞི་ཡིན་ན་ཏག་ཏག་ཞིག་འགོར་གྱི་རེད། དེ་ལས་ཉུང་བ་འགོར་ཡོད་ན་ཁོས་ཆད་པ་བརྒྱབ་གི་རེད། ཡང་ན་ཆུ་ཚོད་སྐར་མ་བཞི་གསུམ་ག་ཚོད་ཡིན་ན་ཧ་གོ་མ་སོང། དེ་ལས་མང་བ་འགོར་ཡོད་ན་ཆད་པ་བརྒྱབ་གི་མ་རེད། ད་དེ་འདི་ཕྱིན་ན་བོད་ག་རེ་ཡོད་རེད་ཟེར་ན་བོད་ཡུལ་རང་བོ་ཞིག་གི།

པར་ཆས་གཞན་པ་དེ་ལས་པར་བར་དུ་ད་ཀི་ལོ་མི་ཀྲི་གཉིས་དང་ལྷག་ཡོད་ས་རེད་ད་ནངས་ཀི་ལོ་མི་ཀྲི་གཉིས་གསུམ་བཞི་འགྲོ་ཡོད་ས་རེད་ངོ་མ་ཡིན་ན་ལོ་གཅིག་ནང་ལ་ཐེངས་གཉིས་གསུམ་ད་འདི་མོ་ཀྲི་ཞིག་ཁོ་རང་ཚད་ལས་བརྒལ་དེ་ནས་ཕར་ཞོག་ཡག་པ་ཅོག་མ་ཐུབ་ནས་དེ་ས་ཆ་ཏག་ཏག་ལ་ནི་ཁང་པ་ཞིག་གི་ནང་ལ་ཁོ་རང་བརྡབས་ཀྱི་རེད་ད་ཁང་པ་དེ་ནང་ལ་མོ་ཀྲི་ཨེ་འདི་བརྡབས་ཡ་ནི་མང་དྲགས་ནས

ཕར་ཕྱོགས་ཀྱི་པར་ཆས་དང། ཕར་ཕྱོགས་ཟེར་ན་ངའི་མདུན་གྱི་པར་ཆས་དང། ད་ལྟ་དང་པོ་བསྟན་རྒྱུ་འདིའི་པར་ཆས་གཉིས་ཆ། རིགས་བདེ་ཞན་པོ་རེད་ག་ལ་དགོས་རེད་ཁོ་འཇོག་ཚད་གཅིག་པོ་ལ་བཏགས་ཡོད་རེད། ཡང་དེང་སང་ཡང་པར་ཆས་གཞན་པ་ཞིག་མཚམས་མཚམས་བཞག་གི་འདུག་དེ་པར་ཆས་བཞག་ན་ཁྱབ་པར་ག་རེ་ཡོད་ཟེར་ན་དེ། ད་དེ་པར་ཆས་བཏགས་ན་ཁོ་རང་ཁོ་རང་གི། སྒམ་དེ། པར་གྱི་ཡོད་ས་སྒམ་འདི་ནག་པོ་རེད་འདུག་ཨ། ནག་པོ་རེད་འདུག་ཨ། གཞན་པ་པར་གྱི་རིགས་འདི་སྔོན་པོ་རེད་འདི་ས་མཚམས་ལ་ཡ། ཅི་ཞིག་བཞག་ཡོད་རེད་མ་འོངས་པར་གློག་བརྙན་ཞིག་ནང་ལ་ངས་བསྟན་དགོས། སྔོན་ཁོ་རང་གི་སྒམ་འདི་སྔོན་པོ་ཡིན་ན་ཁོ་ཡང་མི་འདི་ཚོ་གི་གདོང་པར་གྱི་པར་ཡག་པོ་དཔེ་གསལ་པོ་རྒྱག་ཐུབ་གི་རེད། མི་འདི་ཡང་བཟའ་མ་བཟའ་གི་ཡོད་མེད་དང་ཁོ་ཁ་པར་ལག་པ་ལ་ཁ་པར་འཛིན་གི་ཡོད་མེད་འདི་ཚོ་ལྟ་ཐུབ་ཀྱི་རེད་ཁོ་རང་དབྱེ་བ་རྒྱབ་ཐུབ་ཀྱི་རེད། ཡང་ད་ལྟ་ཕར་ཕྱིན་ཁོ་རང་ལ་ཡིན་དུ་ནུས་པ་ཡོད་རེད་ཡིན་ན་ཡང། གནས་སྐབས་བེད་སྤྱོད་བཏང་ཆོག་གི་མི་འདུག་ཁོ་རང་ཚོའི་ཁྲིམས་ལ་ལྟ་ན་ཞིག་རྗེས་ཡོང་རྒྱག་དགོས་ཀྱི་འདུག་དང་པོ་དེ་བྱེད་ཆོག་ག་ལ། དེ་ཁ་ཚ་ངོ་མ་ཁོང་ཚོ་གསར་བ་བཟོས་འདུག་ག་སུ་རྟག་ལྟ་བུ་རྒྱབ་ར་ཚད་འདི་རྒྱབ་རེད་སྐར་མ་ག་ཚོད་ཞིག་བསྐོར་གྱི་ཡོད་མེད་ཚང་མ་བལྟས་རེད།

བཅའ་སྐབས་སྤྱི་ལ་ཐོབ་ཐང་དག་ཡོད་རེད། ཡིན་ནའང་ཕན་ཐོགས་ཆེན་པོ་ཡོད་རེད་འདི་ཚོ་དཔེར་ན། ས་ཆ་ཐག་རིང་པོ་ཞིག་ལ་ཐག་རིང་པོ་ཡང་ན་ད་དེ་ལ་ཐང་ཐག་ཉེ་བོ་ད་དེ་ཆགས་པར་ཡོད་མ་རེད། མོ་ཏྲ་ཞིག་རྐུན་མ་བརྒྱབ་ཡོད་ན་ཡང་ན་ཉེན་རྟོག་པ་ནས་མོ་ཏྲ་ཞིག་འཚོལ་གྱི་ཡོད་ན། འདི་ཞིག་པར་ཆས་འདི་འདྲ་བ་ཞིག་ཁོ་རང་མཐོང་ན།

ཟླ་བ་རེ་རེ་བླངས་ན་ལོ་རེ་རེ་ལ་སྒོར་མོ་སྤྲད་ཨོ་དེ་ཨིན་ཇི་མིན་ཅིག་འགོག་དགོས་འདུག་ཁྲིམས་དང་ཆོས་ཅི་རིགས་གལ་ཏེ་དེ་དམོད་ཁྲ་ཞིག་ལ་ཚང་མེད་ན་ཡང་ན་དམོད་ཁྲ་དེ་གི་རྐུ་མ་རྒྱག་ཡོད་ན་ཁོ་རང་རང་བཞིན་གྱི་ཤི་འགྲོ་གི་རེད། ཡང་ན་དམོད་ཁྲ་གི་བདག་པོ་དེ་ཁོ་རང་ཁྲིམས་དང་འགལ་ཆོས་ཅིག་གི་དབང་གིས་ཉིན་རྟོག་པོ་ཁོ་རང་ལ་ཁོ་རང་ལ་ཚེ་རྡེག་ཡོད་ན་ནི་ཁོ་རང་ཚོས་ཁོ་རང་རང་བཞིན་གྱི་ཨོ་དེ་ན་སླེབས་སོང་ཟེར་ནས་ཐོ་ཞིག་ནང་ལ་འཇབ་བཞག་གི་རེད།

སྤྱིར་བཏང་རྡོ་རིང་བཞི་ཡོད་རེད། འདི་ལ་རྡོ་རིང་མི་འདུག། ཕལ་ཆེར་འདི་དག་རྡོ་རིང་མ་རེད། ཡིན་ན་ས་མཚམས་ཀྱི་རྟགས་ཤིག་ཨེ་ཡིན་ནམ། གང་ལྟར་ཀྱང་ད་ལྟའི་སྦེལ་ཇམ་ལ་རྟགས་ག་ཚོད་ཞིག་བཞག་འདུག་ཅེས་བལྟ་གོ། འདི་ལམ་ཁ་གི་རྟགས་རེད། དེ་ནས་འདི་རྟགས་འདི། མོད། ལམ་ཁ་དེ་ལ་འཇུག་མཁན་དེ་ཚོས་ཐོབ་ཐང་ཡོད་རེད་དྲན་དགོས་རེད། དེ་ནས་དེ་པར་ཆས་ཡོད་པའི་རྟགས་རེད་ད། Privacy། པའི་རྩ་ཆེན་པོ་བརྩིགས་འདུག་ནུབ་ཕྱོགས་ལ། དེ་ནས། Belgium། Belgium ཁོ་རང།

ཡང་འདི་ང་འདི་གི་ང་འདི་ཟླ་བ་རེ་ད་འདི་གི་འཇོག་ཚེ་འདི་ཚོ་ཁྲིམས་ག་འདྲ་ཡིན་མིན་ལྕོག་ལམ་དང་དུང་ཕྱེར་དང་དུང་གསེབ་ཀྱི་ནང་དང་ཕྱི། དེ་ནས་ཨོ་ཨོ་ལེ་ཡང་བསྐྱར་ཡང་བསྐྱར privacy དེ་དཔེ་རྩ་ཆེན་པོ་ར་དེ་བང་གི་སྟག་གཉིས་བཞག་ཡོད་རེད། གཅིག་སྟེ། ཉིན། རྒྱལ་ཁབ་གཅིག་གི་ཉེན་རྟོག་པ་གི་རེད་བྱ། དེ་ཨ་ནི་དེ་ས་ཁོངས་ཀྱི་ཉེན་རྟོག་པ་རེད་བྱ། དེ་ནས་ཕར་ཕྱོགས་དེ་སྟག་ནང་ལ་བརྩིས་དགོས་ཡོད་ན་མེད་ན། དེ་ཆོག་ལ། དེ་དེ་བ་ད་དེ་སྟག་སྙིང་རྗེ་ཤག་སྙིང་རྗེ་ད་ཟག་འགྲོ་འདུག་དེ་བཟོ་འཁོར་དེ་ཚོ། ནས་ཁྲག་ཞིག།

ས་ཁོངས་རང་གི་ཉེན་རྟོག་པ་གི་རྟགས་ཡང་འཇབ་འདུག་ཁོང་ཚོ་ལ་ཡང་ཅིག་དེ་བེད་སྤྱོད་བཏང་ཡོད་ས་རེད། ད་དམོད་དྲག་རྐུ་མ་རྒྱབ་སྐྱོར་དང insurance ཟེར་ན་ད་ག་ལ་འདི་ལ་དགོས་ན་བོད་སྐད་ཐོག་ནས་མྱུར་སྐྱོབ་ཀྱི་ཡིག་ཆ་དེ་ཚོ་ཏག་ཏག་མེད་ན་ཁོ་རང་ཉེན་རྟོག་པ་དེ་ཚོ་ལ་ལབ་ཡོང་གི་རེད་དེ་ནས་ཉེན་རྟོག་པ། ལྟ་འཁོར་འདི་དང་ཐ་སྙད་ལྟ་འཁོར་བཞག་དགོས་ན་ཁོང་ཚོས་མོ་ཏྲ་འདི་འཛིན་ཐུབ་ཀྱི་ཡོད་མེད་བལྟ་གི་རེད་དེ་ནས་ཡང་མིན་ན་ཉེན་རྟོག་པ་དེ་ཚོས་རྐུ་མ་དང་ཡང་ན་མོ་ཏྲ་ཞིག་བདག་གི་ཡོད་ན་ནས་རྒྱབ་ལ་ཁོང་ཚོས་འཛིན་ཡག་གི་ཐབས་བྱེད་དང

མོ་ཏྲ་དེ་ཚོའི་ཡིག་ཆ་དང་མོ་ཏྲ་རྐུ་མ་རྒྱབ་རྒྱུ་ཞིག་ཡིན་མིན་གྱི་བལྟ་ཐུབ་ཀྱི་རེད། འདི་པར་ཆས་སྔོན་པོ་དེ་གི་བྱེད་ཀྱི་རེད། པར་ཆས་དཀར་པོ་དེ། ད་པར་ཆས་སྔོན་པོ་སྔོན་པོ་གི་ཡོད་ས་ལ། མི་དེ་ཚོ་ཡང་མི་ཁ་ཤས་པར་ཆས་ལ་དགའ་དགའ་གི་མ་རག་དེ་ནས་ཁོ་ཚོ། ལྟོས་ལྟོས་བསམ་ན་དང་ལྟོས་རེག་གི་ཐབས་ཤེས་དང་ཐེན་ངེས་ན། དེ་པར་ཆས་དཀར་པོ་དེ་གི་པར་དང་གློག་བརྙན་ཡག་པོ་ལེན་གྱི་རེད་དེ་ནས། དེ་ནས་བྱམས་པ་ད་ལྟ་དེ་སྔོན་པོ་དེ་ལ་ཁོ་རང་ལ་མོ་ཏྲ་ནང་ལ་ལྟ་ཐུབ་པའི་གི་ནུས་པ་ཡང་ཡོད་རེད། ཁོ་རང་མོ་མི་དེ་ཚོ་ལག་པ་ཏག་ཏག་འཆང་གི་ཡོད་མེད་དང། ལག་པ་ལ་ཟ་མ་ཡང་ན་ཁ་པར་འཛིན་གྱི་ཡོད་མེད་དེ་པར་ཞིག་ཤེས་ཐུབ་ལྟ་ཐུབ་ཀྱི་རེད། ལག་པ་ལ་ཁ་པར་ཡོད་མེད་ཀྱི་དབྱེ་བ་ཁོ་རང་ཤེས་ཡོད་རེད། དབྱེ་བ་རྒྱག་ཐུབ་ཀྱི་རེད། ཡིན་ན་འདི་མ་འོངས་པ་འདིའི་ཐོག་ལ་ཡང་ཁོ་ཚོས་སྒྱོགས་ལམ་དང་འདི་ནི་ཟླ་བ་ལ་པར་ཅི་ཡང་ཡོད་རེད་དེ། ཁོ་རང་ཚོས་མ་འོངས་པ་དེ་ནས་ཆགས་པ་བརྒྱབ་བསམ་གྱི་པར་གཅིག་གི་ཐོག་ནས་ཡིན་མིན་དེ་ཚོས་ཁ་པར་ལའོ་འཛིན་གྱི་ཡོད་ན་དེ་ནས་ཡིན་ན་གནས་སྐབས་འདི་གི་ཁྲིམས་མིག་གི privacy དང་འབྲེལ་བ་ཡོད་རྒྱུ་གི་ཁྲིམས་ཏག་ཏག་དེ་ཆགས་ཡོད་མ་རེད་དེ་བ་གི་གནས་སྐབས་ད་ཁོ་རང་མོ་ཏྲ་གི་ཕྱི་ལ་མང་དུ་མོ་ཏྲ་གི་ནང་ལ་འདི་ཚོ་དང་འབྲེལ་བ་ཡོད་ཅིག་ལ་ཆགས་པ་རྒྱབ་རྒྱབ་གི་ཡོད་མ་རེད་རྒྱབ་གི་ཡོད་མ་རེད་རྒྱབ་ཆོག་གི་ནི་ཡང་ཡོད་མ་རེད་རྒྱབ་ཆོག་གི་ཡང་མ་རེད་དེ་དེ་ཅི་ལྟར་ཡག་པོ་ར་དང་ཅག་ལགས་དང་མཐུན་རྐྱེན་ཡག་པོ་ཡོད་ན་ཡང་སྒྲོ་བཏགས་དང་བེད་སྤྱོད་བཏང་དང་ཡག་པོ་དགོས་གི་ར་ཨཱ་ནི་རྒྱ་ནག་གི་གཞུང་ག་འདི་ཅི་ནི་བེད་སྤྱོད་བཏང་དགོས་འདི་པར་གྱི་དེ་ཚོ་ག་འདི་ཅི་ནི་ངན་པ་བེད་སྤྱོད་བཏང་གི་འདུག་གི་འདུག་ད་དེ་དེ་བྱེད་དགོས་མ་རེད་ས་ཙམ།